ལྷན་རྒྱས་ལྷག་དཀར་བཟང། དེ་རིང་ངས་ཁྱེད་རྣམས་ཀྱི་སྙན་ལམ་དུ་ཤེས་རིག་ལས་ཁུངས་ནས་དཔར་འགྲེམ་བྱས་པའི་སྙན་དེབ་ལས། བྱིན་པ་བཏང་བ་ཞེས་པའི་སྒྲུང་དེ་བཀླག་རྒྱུ་ཡིན་པས། ཚང་མས་སྒྲུང་འདིའི་ནང་བསླབ་བྱ་གང་བཏོན་པ་གུས་མོ་དང་མཉམ་དུ་གཟིགས་རོགས་གནང།
དུང་གི་ཁ་བྱང་ནི་བྱིན་པ་བཏང་བ། དུང་གི་རྩོམ་པ་པོ་ནི་ཀུན་དགའ་རྒྱལ་མཚན། རི་མོ་བ་ནི་ངག་དབང་རྡོ་རྗེ། དྲུང་འདིའི་ནང་གི་མི་སྣ་གཙོ་བོ་ནི། པ་ལགས་ཨ་མ་ལགས་བུ་མོ་ལྷ་མོ་བུ་མོ་ཉི་མ་བཅས་ཡིན། གུང་གསེང་སྐབས་སུ་ཕ་མའི་ཕྲུ་གུ་གཉིས་ཕྱི་ལ་འཁྲིད་ཀྱི་ཡོད་པ་རེད། ཕ་མའི་ལམ་བར་ལ་སྤྲང་པོ་ཐུག་ན་དངུལ་སྤྲོད་རྐྱང་བྱེད་ཀྱི་ཡོད་པ་རེད། ཕྲུ་གུ་གཉིས་ཀྱིས་ཀྱང་ཕ་མའི་འཁྲིས་ནས་དངུལ་བླངས་ནས་སྤྲང་པོ་ལ་སྤྲོད་ཀྱི་ཡོད་པ་རེད། ཕྲུ་གུ་གཉིས་ཀྱིས་ཕ་མའི་ལས་འདོད་བྱས་པ་དེ་གོམས་གཤིས་ལ་འཇགས་པ་རེད། ཐེངས་གཅིག་གཟའ་ཉི་མའི་ཉིན་ནང་མི་ཚང་མ་ཁྲོམ་ལ་ཕྱིན་པ་རེད། ཁོ་ཚོར་ལམ་བར་ལ་སྤྲང་པོ་ཞིག་ཐུག་པ་རེད། ཕྲུ་གུ་གཉིས་ཀྱིས་ཕ་མ་ལ་སྤྲང་པོ་འདུག་ལབ་པ་རེད། པཱ་ལགས་ཀྱི་འབག་ཁུག་ནས་སྒོར་བཅུ་བཏོན་པ་རེད། བུ་མོ་ལྷ་མོའི་སྒོར་བཅུ་དེ་སྤྱང་པོ་ལ་སྤྲད་པ་རེད། བུ་མོ་ལྷ་མོ་དགའ་དག་ཆོད་པ་རེད། བུ་མོ་ཉི་མས། ང་ལ་སྤྱང་པོ་ལ་དངུལ་སྤྲོད་རྒྱུའི་གོ་སྐབས་རག་མ་སོང། བསླབ་པ་རེད། ཨ་མས། རྗེ་ལགས་སྤྲང་པོ་ལ་དངུལ་སྤྲོད་མཁན་ཁྱེད་རང་ཡིན་ད། བསླབ་པ་རེད། བུ་མོ་ཉི་མས་གཡས་གཡོན་ལ། སྤྲང་པོ་ཡོད་མེད་ལྟ་ཡིན་ལྟ་ཡིན་ཕྱིན་པ་རེད། ཏོག་ཙམ་རྗེས་ལ་སྤྲང་པོ་གཞན་ཞིག་ཐུག་པ་རེད། བུ་མོ་ཉི་མས་སྤྲང་པོ་མཐོང་བ་དང་དགའ་ཐག་ཆོད་པ་རེད། བུ་མོ་ཉི་མས། ཨ་མ་ལགས་ཨ་མ་ལགས་ད་ལན་ངའི་རེ་སྨོན་རེ་ད། ཞེས་ལབ་པ་རེད། ཨ་མས་སྦ་ཁུག་ནས་སྒོར་བཅུ་བཏོན་པ་རེད། བུ་མོ་ཉི་མས་སྒོར་བཅུ་དེ་སྤྲང་པོ་ལ་སྤྲད་པ་རེད། བུ་མོ་ཉི་མ་དགའ་ཐག་ཆོད་པ་རེད། པཱ་ལགས་ཀྱིས། དགེ་བ་ཆུང་ཆུང་ནས་བསགས་དགོས། གསུངས་པ་རེད། ཨ་མ་ལགས་ཀྱིས་སྐྱོ་བོ་ལ་བྱིན་པ་བཏང་དགོས་གསུངས་པ་རེད། ཡང་ཏོག་ཙམ་ཕྱིན་པའི་རྗེས་ལ་ཕོ་གསར་ར་བཟི་བ་ཞིག་ཐུག་པ་རེད། བུ་མོ་ལྷ་མོ་དང་ནི་མས་ཕ་མ་ལ། མི་དེ་དངུལ་སློང་གི་འདུག་ལབ་པ་རེད། ཕག་མའི་ཕོ་གསར་དེས་ར་བཟི་བ་ཤེས་ནས་དངུལ་མ་སྤྲད་པ་རེད། ཕག་མས། དངུལ་གྱིས་ག་རེ་བྱེད་ཀྱི་ཡིན་ནམ། དྲིས་པ་རེད། ཕོ་གསར་དེས་བྱ་གཏོང་གི་ཡིན། ལབ་པ་རེད། པ་ལགས་ཀྱིས་མི་དེ་བྱ་ཁང་ལ་ཁྲིད་ནས་བྱ་དང་བག་ལེབ་སྤྲད་པ་རེད། བུ་མོ་ལྷ་མོས་པ་ལགས་ལ། སྔོན་ག་རེ་བྱས་ནས་སྤྲད་མེད། དྲིས་པ་རེད། པ་ལགས་ཀྱིས། དངུལ་སྤྲད་ན་ཡང་བསྐྱར་ཆང་རག་གཏོང་གི་རེད། ལབ་པ་རེད། ཨ་མ་ལགས་ཀྱིས། ཆང་ལ་བཏུང་ན་གཟུགས་པོ་ལ་གནོད་ཀྱི་རེད་ལབ་པ་རེད། དེས་ན་ལྷན་རྒྱས་ཚོ། དྲུང་འདིའི་བསླབ་བྱ་གཙོ་བོ་ནི་དབུལ་ཕོངས་དང་ཉམ་ཐག་ཚོར་བྱིན་པ་གཏང་དགོས་པའི་སྐོར་གསུངས་འདུག་པས། ཁྱེད་རྣམ་པ་ཚོས་ཀྱང་ཆེ་ཆུང་ལ་མ་ལྟོས་པར་བྱིན་པ་གང་ཐུབ་གཏང་བའི་རེ་བ་དང་བཅས་ཐུགས་རྗེ་ཆེ།